ནང་གི་དྲ་གྲོགས་བརྒྱ་དང་དགུ་བཅུ་སྐོར་གསུམ་ཚོགས་གཙོ་གསུམ་ཞབས་ཚོན་གཙོ་བོ་བྱས་པའི་ཚོགས་མི་ཚང་མ་ལ་བཀྲ་ཤིས་བདེ་ལེགས་དང་སྐར་རྩིས་བཀྱག་ཆོག་པ་ཞིག་ད་ལྟ་སྟོང་པ་འདྲ་བོ་ཆགས་བསྡད་འདུག་དེ་ནས་ད་ང་ཚོ་འདི་ནང་ལ་ཅི་ད་གྱེན་བདག་ཐམས་ཅད་ལ་ཤིས་དགོས་ཡ་ཚེ་བཤགས་དགོས་ཡ་ཞིག་གི་མི་འདུག་སྟེ་ཐོག་ཆར་སྐོར་གྱི་ཤིས་དུས་འདུག་བ། མི་ང་རོ་འདྲ་བོ་ཡིན་ན་ཨ་ནི་སྔ་འགྱུར་རྙིང་མ་པ་ལ་རྗེས་སུ་འབྲང་མཁན་གྱི་མི་གཅིག་ཡིན། དེ་ཡིན་དུས་ནི། ད་ཕ་རང་བུ་རང་བདག་རང་སྐྱེས་པ་ད་ལྟ་བར་དུ་ལ་ང་ཚོ་ནི་དོ་རྒྱ་དེ་ལ་ནི་སླར་རེ་བྱས་ཡག་གི་གསོ་ཡག་གི་འབྲེལ་བ་ཡོད་མ་རེད་ལ་འབྲེལ་རེ་བྱས་སྤི་ཡག་གི་འབྲེལ་བ་ཡོང་ག་ཁེལ་གྱི་མེད། ཡིན་ན་ཡང་ད་ལྟའི་བཙན་རྒྱུད་སྤྱི་ཚོགས་ནང་ནས་གི་བྱེད་སྟངས་དེ་ལ་གྱི་བལྟས་ཡོང་བ་ཡིན་ན་དངོས་གནས་ཐོག་ནས་གི་ང་ཚོ།

ད་ནི་ཆོས་ལུགས་དད་པོའི་རང་དབང་ཡོད་མ་རེད། ཧ་ལོང་ཕ་ལོང་སྒམ་དྲལ་པ་འདྲ་ཅིག་ལ་ནི་དཀའ་ངལ་ཞེ་བོ་སྤྲད་གི་ཡོད་རེད་ཟེར་ནའང་ནི། ར་འབམ་པ་ཁྱི་ཟུག་ཟུག་བྱས་ནས་འཛམ་བུ་གླང་གི་སྤྱི་ཚོགས་ནང་ལ་རྒྱུག་གི་འདུག་བ། ཡིན་ན་ཡང་དེ་ནི་ག་རེ་ཟེར་དགོས་རེད་སྐྱག་པ་རྒྱག་ཙི་རང་གི་ས་ད་རུང་སྐྱག་ཟིང་ཉེ་ལ་བཏགས་ཞེས་པའི་དཔེ་ལྟར་དུ་ང་ཚོ་བཙན་བྱོལ་སྤྱི་ཚོགས་སྒྲིག་ནང་ལོག་ལ་ཡོད་པའི་བོད་མི་པ་རཱ་གོང་གི་ནང་ལོགས་ལ། དེ་ནས་དོ་རྒྱ་བསྟེན་མཁན་རེད་ཟེར་ན་སྤྱི་ཚོགས་ནང་ནས་ཕག་གིས་ཕུད་རྒྱ་ནག་གི་དེ་དང་ཧ་ལམ་དགའ་འབྲེལ་ལ་ག་རེ་བྱེད་གི་ཡོད་ན་ད་དེའི་ནང་བཞིན་གྱི་བོད་པ་སྤྱི་ཚོགས་ནང་ནས་བྱས་སོང་ཨ། དེ་ནས་རྒྱ་ནག་ལ་ཨོང་ཚིག་ཡོད་རེད་ཁྲེམ་མི་ཡོད་རེད་ག་རེ་ཟེར་གི་རེད་ཁྲེམ་ཁོང་ཡོད་རེད་དམག་མི་ཡོད་རེད་བྱས་ཡོད་རེད། ད་བོད་པའི་སྤྱི་ཚོགས་ནང་ན་དེ་ཡོད་མ་རེད་དེ་མེད་དུས་བྱེད་ཡ་གི་ཡོད་མ་རེད་ཏེ། དེ་ནས་དགའ་ལྡན་ཕོ་བྲང་དང་དེ་ནས་ད་ཟམ་གདོང་བླ་མའི་གི་མགོ་ཁྲིད་པའི་གི་དགའ་ལྡན་ཕོ་བྲང་དེའི་གི་གཙོ་བྱས་ནས། ཨོ་དེ་ནས་ག་རེ་གི། ཨ་ཨ་གི་རྟ་ཡུལ་ལ་རྟ་ཨ་ཨ་གི་ར་མིག་ལ་རྟ་མིག་ལ་ར་བྱས་ནས་དེ་ནས། ཨོ་ད་དོ་རྒྱ་ཚོགས་པ་ནས་དོ་རྒྱ་ཚོགས་པ་ད་དེ་དོ་རྒྱ་ཚོགས། ལྷག་པ་དོ་རྒྱག་ཆོག་པ་ཟེར་ནས་ནི་སྤྱི་ཚོགས་ནང་ནས་རྟགས་གསུབ་མང་པོ་ཞུ་ཀུ་ཅིག་བཏང་ད་ནི་ལྷག་བསམ་རྣམ་པ་དག་པོའི་ངང་ནས་ལ་ནི་ད་གར་ཟེར་བ་རྡོ་རྗེ་ཤུགས་ལྡན་ཡིན་ན་རེད་འདྲེ་དོ་རྒྱག་ཡིན་ན་རེད་གང་ལྟར་དེ་ལ་བརྟེན་ནས་ནི་དད་པ་དག་སྣང་ཞིག་འདོན་པའི་དུས་ཚོད་རྦད་དེ་བོད་པའི་སྤྱི་ཚོགས་ནང་ནས་ཕུད་ནས་ཨོ་ད་ཡར་བལྟས་ན་ཨ་སྔོན་སྟོང་པ་མར་བལྟས་ན་དོག་མོ་སྟོང་པ་སྟོང་བསམ་ག་ཡི་ཁ་དྲོ་འགྲོ་ས་སྡོད་ས་མེད་པ་ཅིག་བཟོས་ནས་ད་དེ་འདྲས་ཅིག་ཟེར་ཡོང་དུས་ཨོ་ད་ནི་དོ་རྒྱག་བལྟས་མཁན་དེ་ཚོའི་བར་བ་མི་བགྱིད་ཁ་མི་འབྲས་ཀྱི་འགྲམ་ལྕག་ཁྱི་མི་གཟུགས་ཁ་མི་ཀུ་མའི་སྣ་འབུད་དག་མགོ་བཏགས་ས་ཅིག་ཏུ་སྐྱབས་ཚེ་ས་ཅིག། མ་བཤད་རང་བཤད་རེད་མ་གྲོགས་པ་དེ་བོད་བོད་ཀྱི་ཐོག་ནས་ལ་སྡོད་ཀྱི་གི་ཡོད་མ་རེད་བཙན་བྱོལ་གྱི་ཐོག་ནས་ལ་སྡོད་ཀྱི་གི་ཡོད་མ་རེད། དེ་འདྲས་ཀྱི་ཆ་འམ་དེ་ནས་མགོ་བ་ཙི་མགོ་གཙོ་མགོ་གཙོ་མགོ་བ་མགོ་བ་དེ་ཚོ་དེ་ཨ་རེ་ག་རེ་ཟེར་གི་རེད་ད་རི་བོང་གླག་གི་ཁུ་ནས་འབུད་ས་ཨ་སྣོང་ནང་བུ་ཕྲུག་གཞན་གྱི་གདོང་ནས་སྐྱབས་ས་དྲིན་ཆེན་མ་ཞེས་ནས་དེ་ནས་རྒྱ་ནག་མི་མང་སྐྱོན་བྲལ་རྒྱལ་ཁབ་ཀྱི། དེ་ནས་ག་རེ་ཟེར་བ་དག། འབྲས་ཡུལ་གྱི་སྐུ་དངོས་དེ་ཚོ་ལ་གཅིག་སྐྱབས་སུ་མཆི་དེ་ཚོ་ཐམས་ཅད་ལ་འབྲས་འདྲིལ་གྱི་མ་བཤད་རང་བཤད། ནས་སྟང་གི་བབས་པས་ལེབ་རྒན་འོག་ལ་མི་འཛེག་ཁ་མེད་དེ་ཚོ་ལ་འུ་ཐུག་ཐབས་གཟིགས་ནས་དེ་ཚོ་མཉམ་དུ་ལ་འབྲེལ་བ་མ་བཤད་རང་བཤད་ཀྱི་ཆ་རེད་ཟེར་ན་བཤད་ཡ་དེ་ཡིན། དེ་ནས་གཅིག་དེ་ག་རེ་རེད་ཟེར་ན། ད་དོ་རྒྱ་ཚོགས་པ་དོ་རྒྱ་ཚོགས་པ་ཟེར་གྱི་ཡོད་རེད་དོ་རྒྱ་ཚོགས་པ་དེ་ཚོ་དེ་ཨ་ནེ་ཁོ་རང་ཚོས་གི་བོད་པའི་སྤྱི་ཚོགས་ནང་ལ་དཀྲུག་དགོས་ཡ་ཅིག་དང་དེ་ག་ནང་བཞིན་གི་རྒྱ་བ་རིན་པོ་ཆེ་ལ་ཁ་གཏོང་དགོས་ཡ་ཅིག་དང་དེ་ག་ནང་བཞིན་ཅིག་ད་ག་རེ་ཟེར་བའི་འཛམ་བུ་ལམ་གི་སྤྱི་ཚོགས་ནང་ནས་ལ་ཨ་ནེ་ཁོ་རང་ཚོས་གི་མིང་ནག་པོ་བཟོ་དགོས་ཡ་ཅིག་དང་དེ་ནས་དེ་བོད་པའི་སྤྱི་ཚོགས་ནང་ལ་ཕུད་དགོས་ཡ་ཅིག་ཁོ་རང་ཚོ་ལ་རྩ་བ་ཉིད་ནས་འདོད་གི་ཡོད་མ་རེད་འདོད་གི་ཡོད་མ་རེད་དེ་ནི་ཁོང་ཚོ་དེ་འདྲི་མ་བྱེད་རང་བྱེད་རེད། ཨ་ནེ་ཁོ་རང་ཚོ་དེ་འདྲས་བྱེད་ཡོང་དུས་ག་ཚད་དཔེ་ན་ད་ག་རེ་ཟེར་གོ་རེད། ཁོ་རང་ཚོ་ཁ་སེང་རྡོག་པ་གཅིག་འཐོན་བྱས་ནས་དེ་འདྲས་ཀྱི་མ་བཤད་པ་ཡིན་ན་ཨ་ནེ་ཁོང་ཚོ་འགྲོ་ས་ལ་འགྲོ་ས་ཡོད་མ་རེད་སྡོད་ས་ལ་སྡོད་ས་ཡོད་མ་རེད་མཐའ་ན་ཟ་ཁང་སྨན་ཁང་གཅིག་གི་ནང་ལ་ཡིན་ན་ཨ་ནེ་ལྷ་ཡིན་ན་རེད་དྲེད་ཡིན་ན་རེད་ད་ལྟའི་བསྟེན་མཁན་དེ་ཚོ་ལ་འགྲོ་ས་མེད་པ་སྡོད་ས་མེད་པ་འོ་དེ་འདྲས་ཀྱི་ཆགས་ཀྱི་ཡོད་རེད། ད་བཙན་བྱོལ་སྤྱི་ཚོགས་ཀྱི་ནང་ནས་ལ་ག་རེ་རེད་ཟེར་ན་ས་གནས་བེ་ལ་གོ་པི་གི་དེ་ནས་སྐད་མི་ཤེས་པ་ཟེར་ས་དེ་ན་ལ་ད་ད་ལྟ་སྐྱབས་རྗེ་དཔལ་ནུས་རིན་པོ་ཆེ་གི་ནི་རྩོམ་ག་བི་སྔ་འགྱུར་རྙིང་མི་གདན་ས་རྣམ་རོ་ལངས་ཟེར་ས་ད་དེ་གི་དབྱེ་ཡོང་དབྱེ་རེ་ཡ་དེ་ལ་ཨ་ནེ་དོ་རྒྱ་ཚོགས་པ་དོ་ཚོ་འགྲོ་ས་ཡོད་རེད་དོ་རྒྱ་ཚོགས་པ་དོ་ཚོ་སྡོད་ས་ཡོད་རེད་དོ་རྒྱ་ཚོགས་པ་དོ། གི་སྨན་ཁང་ནང་ལ་ཡོང་ན་ཡོང་ས་ཡོད་རེད་དགོན་པ་གི་སྨན་ཁང་ནང་ལ་ཡོང་ན་སྨན་སྤྲད་གི་ཡོད་རེད། ཨ་ནི་དགོན་པའི་གི་ཚོང་ཁང་ནང་ལ་ཡོང་ན་སྐྱ་ལག་བཙོང་གི་ཡོད་རེད་དགོན་པའི་གི་ལས་ཁང་ནང་ལ་ཅི་རག་ཡོང་ཅི་རག་རྒྱུ་མྱི་རྒྱུ་ཅི་རག་ད་ཕན་ཐོག་ཟས་ཅི་རག་ཡོད་པ་ཡོད་ན་ཚང་མ་གནང་གི་ཡོད་རེད། དེ་ག་རེ་རེད་ཟེར་ན་སྔོན་མ་དཔལ་ནོན་རིན་པོ་ཆེ་གི་ད་དོ་ཇག་སྟེན་མཁན་དེ་ཚོ་ཡིན་ན་ཁོ་རང་ཚོ་ཆོས་ལུགས་ཁ་ཁ་རེད་ཟེར་ཁོ་རང་ཚོ་དོ་ཇག་སྟེན་གི་ཡོད་རེད་ཟེར་ང་ཚོ་དང་ཁ་ཁ་རེད་འབྲེལ་བ་མེད་རེད་དེ་ཡིན་ན་ཡང་ཁོ་རང་ཚོ་བོད་པ་གཅིག་རེད་ཁོ་རང་ཚོ་ནི་ང་ཚོ། བོད་མིར་གཅིག་པ་རེད་ཁོ་རང་ཚོར་ཕན་ཆེ་ཐོག་ཆུང་ཐོག་ཅི་ཤོར་བ་གསུང་ནོ་ག་ནི་བཀའ་གནང་འདུག་ཨ། དེ་ཤེས་ནས་ད་ལྟ་ད་ག་རེ་ཟེར་དགོས་རེད་ཅེས་དུ་ཚོད་ལ་རོགས་པ་འདྲ་བོ་བྱས་ཡག་གི་ང་སྔོན་མ་གནམ་གྲུ་ལམ་ལ་བརྒྱུགས་འགྲོ་ཡིན། བེ་ལ་ཀོ་བེ་ལ་འཆམ་འཆམ་བརྒྱུགས་འགྲོ་བ་ཡིན་ཟླ་བ་གཅིག་ཟེར་བདེ་བ་ཡིན་དེའི་སྐབས་ཟེར་ནས་ལོ་རྒྱུས་རྒྱུ་མཚན་ཚང་མ་ངས་ཧ་གོ་སོང་མ་གཏོགས་པར། དེ་མ་ཡིན་པར་དགོན་སྡེ་དང་དེ་ནས་ཀྱི་སྐེམ་དང་མཐའ་ན་ཟ་ཁང། ཚོང་ཁོངས་དུ་ཚུད་མཁན་དེ་ནི་དོ་ཅག་ཚོགས་པ་ཡོངས་མི་ཆོག་སེ་ཡག་གི་ཡེ་གེ་ཅིག་བརྡ་ནས། དེ་དུས་ཀྱི་གཞན་ཡང་དེ་དངོས་གནས་དྲུང་ནས་དོ་ཅག་ཚོགས་པ་དེ་ཚོ་ལ་ཁ་རྩ་བ་ཉིད་ནས་མི་འདུག་ཟེར་ནས་ངས་ནི་དེ་བཤད་ཡ་ཡིན། མདོར། ཧྲིལ་གྱིས་བསྡུས་བཞག་ན། ད་ལྟའི་གི་སྤྱི་ཚོགས་ནང་ལ་བོད་པའི་སྤྱི་ཚོགས་ནང་ལ་སྤྱིར་བོད་རྒྱལ་ཁབ་དང་མི་རིགས་ལ། སྒིག་ལྷག་པ་དོན་གཉིས་གི་བོད་པའི་སྤྱི་ཚོགས་ནང་ལ་བོད་གཞི་རྩའི་གཉིས་གི་བོད་པའི་སྤྱི་ཚོགས་ནང་ལ་ཡང་ངོ་རྒོལ་སྲིད་གི་ད་ལྟ་ང་ཚོ་བཙན་བྱོལ་བོད་མི་གི་པ་ར་གང། དུས་ཀྱི་ནང་ལོགས་ལ་སྐྱེ་བ་དགག་དཀའ་བ་སྔོན་ནས་ད་ལྟ་བར་དུ་ལ། དེ་ནས་གནོད་སྐྱེལ་ཡ་དེ་རྩིས་དྲུག་ཅིག་རྒྱབ་ཡོངས་བྱེད་ཀྱི་ལྕགས། ཨ་ནི་བོད་ཕོ་སྐྱེ་ཚོགས་དཀྲུག་ཡ་དེ་ཡོངས་བྱེད་ཀྱི་ལྕགས་རྒྱ་མ་ཀྱི་ལྕགས་ཡ་ཡོད་ན། ཨ་ནི་རྡོ་རྒྱ་ཚོགས་པས་གི་བོད་ཕོ་སྐྱེ་ཚོགས་དཀྲུག་ཡ་དང་བོད་ཕོ་སྐྱེ་ཚོགས་ལ་གནོད་སྐྱེལ་པ་དེ་དང་དགའ་ལྡན་ཕོབ་གྲོང་གི། ནི། བོད་བོད་ཀྱི་ཚོགས་ལ་གནོད་སྐྱེལ་བ་དང་བོད་བོད་ཀྱི་ཚོགས་ལ་དཀྲུགས་པ་དེ་གཉིས་ཡོངས་གཅིག་ཅིག་ཅར་བ་ཡིན་ན་བརྒྱ་ཆ་དགུ་བཅུ་གོ་དགུ་ཐོན་པ། ནི། དགའ་ལྡན་ཕོ་བྲང་གི་གནོད་སྐྱེལ་ཡ་དང་དགའ་ལྡན་ཕོ་བྲང་གི་དེ་ནི་མ་བེད་བྱེད་ཡ་དང་དགའ་ལྡན་ཕོ་བྲང་གི་དེ་ནི། ཨོ་ད་ག་རེ་ཟེར་དགོས་རེད། དེ། བོད་བོད་ཀྱི་ཚོགས་རྣམས་ལ་དཀྲུགས་དཀྲུགས་བཏང་ཡ་དེ་ལྡོག་གི་རེད། ཡིན་ན་ཡང་ད་འདི་རིགས་བཤད་འདི་ཡོངས་མི་ཁ་ཤས་ཀྱི་རྒྱལ་བ་རིན་པོ་ཆེ་ལ་ཁ་བཏང་བོ་འདུག་ཟེར་གི་རེད་བ། རྒྱལ་བ་རིན་པོ་ཆེ་ལ་རྩ་བ་ཉིད་ནས་ཁ་བཏང་གི་མེད་རྒྱལ་བ་རིན་པོ་ཆེ་དངོས་གནས་ཁྲོ་ནས་འཕགས་པ་སྤྱན་རས་གཟིགས་ཡིན་པ་ལ།

དངོས་གནས་ཐོག་ནས་བསམ་བློ་ཡག་པོ་ཅིག་བཏང་ནས་དོལ་པོ་དོལ་རྒྱལ་ཚོགས་པ་དེ་ཚོའི་བདེ་བ་སྡུག་བསྔལ་དེ་ལས་རོང་ས་ལས་རྒྱག་རོང་རོགས་ས་ལས་རྒྱག་ནས་བསམ་བློ་ཡག་པོ་ཅིག་གཏོང་བ་ཡིན་ན་དེ་ཚོ་རྩ་བ་ཉིད་ནས་ཁག་མེད་ཟིན་གྱིས་ཆགས་ཏེ་ཡོད་རེད་ཟེར་ནས་བཤད་ཡ་ཡིན།